ཡིན་པ་ཡིན་ནའང་དེ་རིང་ཡང་བསྐྱར་ཐེངས་མང་རྙིང་པ་གཅིག་བསྐྱར་འདོན་བྱེད་པ་ཅིག་སླེབས་པ་ཡིན་རྒྱུ་མཚན་གང་ཡིན་ཟེར་ན་ད་ད་ལྟ་ང་ཚོ་གི། སྐབས་དྲུག་པའི་གྱི་རྒྱུན་ལས་གྱི་འདི་དག་པ་ཡིན་ན་ད་ལྟ་ང་ཚོ་དུས་དྲན་མཛད་སྒོ་ཚར་བ་དང་ཨ་ནེ་ཡང་ང་ཚོ་གི་རྒྱུན་ལས་གྱི་སྐབས་དྲུག་ལས་ཡུན་དུ་འཛོལ་བ་རེད་དེ་ཡིན་དུ་བརྩམས་པ་ད་ལྟ་གི་བསྐྱར་འདི་དག་པ་ཡིན་ན་ད་ད་ང་ཚོ་གི་རྒྱུན་ལས་འདིའི་སྐབས་དྲུག་ལ་ད་མཐའ་མ་འདྲ་བའི་ཆགས་ཀྱི་རེད་དེ་ཡིན་དུ་བརྩམས་པ་ལ། དེ་པར་རུ་ལ་དུས་ཡུན་རིང་པོ་གཅིག་ལ་ཁོང་རྣམ་པ་ལ་བསྐྱར་འདི་བྱེད་ཡོང་བ་རེད་ཁོང་རྣམ་པ་ཡིན་ན་ད་སྡོད་དགོས་པ་རྣམ་པ་ཚོ་ཡིན་ན་ཕྱག་ལས་གནང་འདུག་ཅེས་བཤད་བཤད་ཀྱི་ཤར་བགྲོད་ལྷོ་ཡ་དང་བཞང་ཡ་ཡིན་ན་རེད་འདུག་ཚུལ་ཐོས་ལ། དུས་ཚོད་མང་པོ་ཞིག་བཏང་ཡོད་རེད་དེ་ཡིན་ཙམ་པ་ཡང། དུས་ཡུན་རིང་པོ་དེའི་ནང་ལ་ཁོང་རྣམ་པ་ལ་མི་སེར་གྱི་ཉམས་མྱོང་དང་ཚོར་སྣང་མང་དྲགས་ག་རེ་འདུག་ཁོང་རྣམ་པར་བསྐྱར་འདྲི་ཞུ་བར་འགྲོ་བ་ཡིན། བཀྲ་ཤིས་བདེ་ལེགས། ད་ནི་ད་ལྟ་ང་ཚོ་གི་བསྐྱར་འདྲི་བྱ་དང་པོ་དེ་ཡིན་ན་ད་ལྟ་ཁོང་ལ་བསྐྱར་འདྲི་ཞུ་གི་ཡིན། ནི་དང་པོ་ཐོག་མ་དེར་ཁྱེད་རང་ངོ་སྤྲོད་ཅིག་གནང་རོགས་གནང། བཀྲ་ཤིས་བདེ་ལེགས། ངའི་མིང་བསྟན་འཛིན་བདེ་སྐྱོང་ཡིན། ཨཱ་ནི་ང France ལ་སླེབས་ནས་ད་ལོ་མང་པོ་འགྲོ་སོང་ང་རང་བྱུང་འཇུག་ལོ་བདུན་སྐར་དོ་ནས་སླེབས་ཡིན། ད་ལྟ་ལོ་ཉི་ཤུ་རྩ་གཉིས Bachelor བྱེད་བཞིན་པ་ཡིན།

དཀའ་ངལ་ན་དང། ཨ་འདྲེ་ད་ཞུ་ཁེ་མང་པོ་མེད་རེད་ར་ད་ཅིག་ད་ང་ཚོ་དུས་ཚོད་ཀྱི་རེད་བ་ཚང་མ་དུས་འདྲ་དུས་འདྲ་ཅིག་ནང་ཚང་མ་ཅིག་ཅིག་ཅིག་ཅིག་འཛོམས་ནས་ད་དུས་ཚོད་ཨོ་ཟེར་ཟེར་གྱི་འདུག་ནས་ནི་བྱས་ལ་ད་ང་ཚོ་བུ་མོ་རྒན་པ་ཡིན་པ་ཚང་གི་ཧ་རེ་ཚང་མ་སོ་སོ་ལས་ཀ་ཡིན་ན་རེད་སློབ་གྲྭ་ཡིན་ན་རེད་འོ་དེ་ལ་ཏིས་ཁོ་མོས་དུས་ཚོད་ཁོ་མོས་ཀ་ལི་ཁའོ་འདུག་ཨ་ནི་ག་ཤེད་ལེ་ག་ཤེད་ལེ་མ་ཐུག་ཡང་དུས་འདྲ་བྱུང་མ་དེ་རིང་ཡང་གཅིག་ལེ་ན་ཡང་གཅིག་ལེ་མ་ཐུག་འོན་ཏེ་རོ་བྱིན་ནས་ནི་ང་ཚོ་ཚང་མ་མཉམ་དུ་ལྟ་ཚང་མ་གཅིག་ཚང་མ་མཉམ་དུ་ཡག་པོ་བྱིན་ནས་སྦྱང་ཐུབ་ཡ་རོ་དེ་དིས་ཀ་ལི་རོ་ཁའོ་ར་ཤི་ཐུག་ཡིན་ད་ལྟ་བར་དུ་ནི་ཞེས་ཚང་མ་ཡག་པོ་བས་སྦྱང་ཡ་ཡོད་ནི་ད་ལྟ་ཡག་པོ་རོ་ཤི་འགྲོ་བཞིན་པ་ཡིན། གླ་ཆ་གླ་ཆ་ལ་འདི་ཡོད་མ་རེད་ང་ཚོ་ཚང་མ་དང་བླངས་དང་བླངས་རོ་རེད་ཨ་ནི་དང་བླངས་དང་བླངས་ཡིན་པ་མ་ཟད་ཚང་མ་ཧ་རེ། རྒྱལ་ལགས་ད་ང་ཚོ་ལ་ལས་ཀ་བྱེད་མཁན་གང་ལ་ཡོད་ར་ད་ང་ཚོ་ད་བྱེད་ལམ་གཉེར་བ་དེ་མིན་པ་ཞེས་ཅོ་ཅོ་ད་ནི་ང་ཚོ་རྒྱལ་ལི་ལགས་ནས་ཤོག་ད་ཚང་མ་ཚང་མ་ང་ཚོ་དང་བླངས་རེད། ད་ང་ཚོ་འོན་ཏེ་དང་བླངས་བྱས་ནས་བྱེད་ལབ་པ་ད་འདི་དུས་ཚོད་སྟོན་བ་འདི་ཚོ་ལ་རྒྱལ་ཁ་ཆེ་ཤོས་ལོན་ན་ད་ག་འདྲ་ལ་འོ་རེད་ན། ང་ཚོ་བོད་ད་བོད་ནང་ནས་ད་བོད་པ་འདི་ཚོ་མ། དོན་ནི་ད་མི་རབས་ད་ས་མ་གསུམ་བཞིས་འགྲོ་ཡོད་ཀྱི་ར། ཨཱ་ནི་འོ་དེ་མ་འོ་དེ་དཔའ་བས་ད་ང་ཚོ་བོད་པ་ནས་ཚོ་ཆོས་ལུགས་ལ་ཡོད་ན་ཧྥ་རན་སི་རེད་ཨ་མེ་རི་ཀ་རེད་ག་ཡོད་ན་ད་ཚང་མ་ང་ཚོ་ད་ཚང་མ་དང་ལེན་དྭགས་ལང་འགྲོ་ར། ཚང་མ་གྱིས་ད་ང་ཚོ་བོད་ཀྱི་རིག་གཞུང་དང་ང་ཚོ་གཞས་འཁྲབ་སྟངས་དང་སྐད་ཆ་བཤད་སྟངས་དང་ཚང་མ་ཡོད་ར་འོ་དེ་ད་འདོད་ཀྱི་ཨ་ཉར་དེ་ཡོད་ར། འོ་ནས་འདྲི་བྱས་ནས་ཉར་བདེ་བའི་གཞི་མ་ཡང་ང་ཚོ་ཡང་འདྲི་རུང་མ་ཕྱིའི་སློབ་བོད་ཡིག་སློབ་གྲྭ་ཡིན་ནི་རེད་ཟློས་ག་ཡིན་ན་རེད་དེ་ཚོ་ཁྱེད་གོ་ཅིག་མེད་ན་ཚང་མ་བོད་པ་ཡིན་ལ་ནི་སུ་སུ་ཁང་པ་ནང་ལ་དང་སུ་སུ་ཟུར་ལ་བསྡད་བསྡད་ན་ང་ཚོ་བོད་པ་ཡ་གཅིག་གཅིག་དྲིལ་རོགས་དང་བོད་པ་ཡིན་པ་ཡ་གཅིག་འཚོ་བ་རོགས་ཞུ་ར་འོ་དེ་ལིག་མིན་འདོག་ཨ་ད་ལྟ་ང་ཚོ་ཨ་འདྲའི་དྭགས་ལང་དོན་ནི་ཨ་འདྲའི་ཚུགས་ཐོ་ཡ་དེ་ཚོ་ལ་ང་གལ་ཆེ་ཤོས་འདི་རང་རེད་བསམ་གྱི་འདུག་ཨ་ད་ཡར་རྒྱས་ལ་ན་ད་ད་ལྟ་བར་དུ་ང་ཚོ་ཨ། ཆུ་བ་དང་འཁྲབ་ཆས་རེད་ཁ་ཚང་མ་མང་པོ་གས་དཀའ་ལས་ཀྱི་ནས་ཚང་མ་མང་པོ་ཉོས་ཡོད་རེད་རྒྱུན་ལས་ནས་ཚང་མ་དཀའ་ལས་ཀྱི་ནས་མང་པོ་ཉོས་འདུག་ད་ཡིན་ནས་ང་ཚོ་ཚོགས་པ་གཅིག་ལ་འཁྲབ་ཆས་ཚང་མ་ང་ཚོ་བོད་ལ་ན་ད་ས་ཆ་ཆེན་པོ་རོ་ཚང་མ་འཁྲབ་ཆས་སུ་སུ་སུ་ལོག་ཀ་ཡོད་རྒྱུ་དང་རོལ་ཆ་དང་ཚང་མ་སུ་སུ་སུ་ལོག་ཀ་ཡོད་རེད་ཁ་ཚང་ང་ཚོ་འགྲམ་ངེས་ཉོས་ཡོད་རེད་ཆུ་བ་དང་ཧམ་ཧམ་དང་ཧམ་དང་ཚང་མ་ཉོས་ཡོད་རེད་ཡིན་ནས་ཡང་ད་ཚང་མ་ཚོགས་པ་གཅིག་ལ་ཚང་མ་ཉོས་ཐུབ་ཡ་ཡིན་ད་དཀའ་ལས་ཁ་བོ་རེད་ཞུ་ཐུབ་བ་ཨ་ནི་འོ་དེ་བྱས་ཙང་ད་ང་ཚོ་ག་རེད་ད་ལུང་ཚན་ནས་ཟོ། ཚང་མ་སོ་སོའི་གཟུགས་ཁ་རེད་སོ་སོ་ལུང་པ་ཨ་ཅེ་ཆུ་བ་དང་དྲ་མགན་དང་པི་ཝང་དང་ཚང་མ་བཞུགས་ག་ཤེད་ཡོད་རེད་ཨ་ནི་འོ་དེ་ཚོ་ཏིས་ང་ཚོ་ཆོས་ཤིག་ངོ་སྤྲོད་ལ་འཇམ་འཇམ་འཁྲབ་ཆེད་འཁྲབ་སྟོན་དུ་སྟོན་དགོས་ཡོད་དུས་ཅི་གཡར་ན་ཡག་པོ་འདུག་འདུག་བསམ་གྱི་འདུག། རེད་རེད་སྔོན་དཔེ་ཡག་པོ་གསུངས་སོང། ཨེ་ཐ་མ་དེ་ར་ཁྱེད་ར་མི་སེར་བསམ་ཚུལ་འདྲ་བོ་ཁྱེད་ཞུ་ཡག་ཡོད་པས། ཨ་ཏ། བསམ་ཚུལ་འདི་ལ་ནི་ཞུ་ཞུ་ཏེ་ཁེལ་མེད་ར། ཕ་མ་ཚང་མ། སྤུ་བོ་ནི་ཟུ་ད་ཧྥ་རན་སི་ལ་སྐད་ངན་མང་པོ་འདུག་ཨ། ཨ་ནེ་བོ་ནི་ཟུ་ཚང་མ་ང་ཚོ་བོད་པ་ཡི་ངོ་བོ་དང་དེ་ཚོ་ཧ་གོ་ཡ་བྱེད་དུ་བོད་པ་ཀྱི་མ་ལ་མང་སི་སྟང་རོ་ནང་ཤོང་བའི་ཞུ་ཡ་ཡིན། དཔེ་བ་སོང་ཐུགས་རྗེ་ཆེ། ཐུགས་རྗེ་གནང། གླེང་རྒྱུ་ཚང་མ་འདྲ་ཞིག་དེ་རེད་ཡིན་ད་ད་ད་དེའི་རྗེས་ལ་བསྐྱར་འདི་ཞུ་བ་དེ་ཡིན་ན་ད་ད་ཁོང་ཡིན་ཨ་ནེ་གཅིག་ཐོག་མ་ཁོང་རྣམ་པ་ལ་ངོ་སྤྲོད་ཞིག་གནང་རོགས་གནང། བསམ་བློ་བཀྲ་ཟི་ལེ་ཉི་མིང་ལ་བསྟན་འཛིན་བདེ་ཆེན་ཡིན། ཨ་ནེ་ང་ཕ་ཡུལ་སྤྲེའུ་རྟ་བོ་ནས་ཡིན།

གང་གི་ཆུ་འདྲིས་ཆུ་འདྲིས་མ་གཏོགས་གང་གི་ཆེན་པོ་གལ་ཏེ་ཡོང་མེད། དུས་ཚོད་དཀའ་ངལ་དྲང་པོ་བཤད་ན་ང་ཚོ་དུས་ཚོད་དཀའ་ངལ་དག་འདུག་ར་ཁ་ཅིག་ང་ཚོ་སློབ་གྲྭ་མཐོ་རུ་མཐོ་རུ་འགྲོ་དུས་ད་ལོ་ཡིན་ན་ནི་ང་ཚོ་ང་དང་ནི་ཚེ་གཅིག་པ་སྤུན་དགུ་དེ་ཚོ་ནི་ད་སློབ་གྲྭ་གི་སྦག་ལ་ནི་ཡིག་རྩིས་ཆེན་པོ་ཞིག་ཡོད་ར་འོ་དེ་བཏང་དགོས་དུས་ནི་ད།

ནས་སྤུ་གུ་ཆུང་བ་དེ་ཚོ་ལ་རླབས་ཆེ་དེ་སོ་སོའི་དགེ་བ་ཡང་བསགས་འགྲོ་གི་རེད། རེད་རེད། བོད་པ་རིག་གཞུང་གཅིག་ཡང་ནི་ཁོང་ཚོ་ལ་དེ་བསླབས་འགྲོ་གི་རེད། རེད་རེད། ཁོང་ཚོས་ང་ནི་ཆུ་ཚོད་ལྔ་དྲུག་ལ་དགེ་རྒན་བྱས་ནས་ནི་ལོ་མང་པོ་འགྲོ་དུས་ནི་གྱོད་པ་རོགས་མཁན་གྱི་མི་འདུག་ར། སྤོ་བ་མང་གི་ཡོད། རེད། ནི་དེ་སོ་སོ་རིག་གི་སོ་སོ་སྐྱེ་བོ་དག་དང། ནི་སྤུ་གུ་ཆུང་བ་དེ་ཚོ་ལ་རླབས་ཆེ་དེ་སོ་སོའི་དགེ་བ་ཡང་བསགས་འགྲོ་གི་རེད།

བུ་དེ་ཚོ་ཡིན་ནའང་ང་ནི་བོད་ཡག་པོ་སྦྱང་རོགས་བྱེད་ཡིན་ནི་བོད་བོད་ཀྱི་རིག་གཞུང་སྐོར་ལ་ག་རེ་སྦྱང་ཐུབ་ནའོ་དེ་ཡག་པོ་བྱེད་ནི་དེ་སོ་སོ་འབད་བརྩོན་བྱེད་རོགས་གནང་ལེ་ཡི་ར། ཨ་ནི་རྒྱུ་ལས་ཚང་མ་ལ་ཐུགས་རྗེ་གནང་ལེ་ཡིན་ང་ཚོ་ལ་ང་ཚོ་ཞེས་དགེ་རྒན་ཡིན་དུས་ནི་རོགས་པ་དཔེ་ཡག་པོ་བྱེད་སོ་ནི། བུ་དེ་ལ་ཐུགས་རྗེ་གནང་ལེ། དེའི་རྗེས་ལ་དང། བསྐྱར་འདྲི་ཞུ་བ་དེ་ཡིན་ན་ད་ལྟ་ཁོང་ཡིན་ཨེ་ནས་ཁྱེད་རང་གི་དང་པོ་ཐོག་མ་དེ་ལ་ཁོང་རྣམ་པ་ལ་ངོ་སྤྲོད་ཅིག་གནང་རོགས་གནང། ངའི་མིང་ལ་བསྟན་འཛིན་ཤིང་ཚོམ་ཡིན་ཨ་ནི་ང། གཅེས་ཕྲུག་སྡེ་སྲིད་ཀྱི་དགེ་ལ་ཡིན། དེ་ཆུ་བཞི་གངས་ཕྲུག་འགོ་བཙུགས་ནས་ང་ཡོད་ད་ཡིན་ནས་ང་ཚོ་དགེ་ལ་ཡོད་མར་དེ་དུས་ཆུ་བཞི་གངས་ཕྲུག་ང་ཚོ་འགོ་བཙུགས་སྐབས་སུ། ང་དེར་སླེབས་དུས་མི་ལྔ་སུ་བ་ཞིག་མི་འདུག་ར་ཨ་ནི། དེ་ལ་ཕྱིན་ནས་ང་ལོ།

གྲུབ་འབྲས་ལ་ན་ད་ང་ཡི་ཁ་བསམ་གྱི་འདུག་ད་ང་ཚོ་ས་སྤེན་པ་ཉི་མ་རྟག་པར་འཛོམས་ནས་སུ་སུ་པུ་ང་ད་སུ་སུ་རང་འདོད་བྱེད་ནི་ཀླད་ཀོར་ར་སུ་སུ་འདོད་པ་བྱེད་ནི་ཞེས་བྱ་འགའ་ཀླད་ཀོར་རེད་ཨ་ནི་ང་ད་དམིགས་བསལ་འགྲོ་ང་རང་དགེ་རྒན་ཐག་གཅོད་རྒྱུ་སློབ་སྦྱོང་བྱེད་ལ་དགེ་རྒན་བྱེད་ནི་འདི་བྱེད་ནི་ཐག་གཅོད་རྒྱུ་མ་རག་ང་རང་ཁ་ཞེན་པ་དེ་ང་རང་སྤུ་གུ་སྤུ་གུ་ཆུང་བ་དེ་ཚོ་ལ་བོད་པ་སྤུ་གུ་ཆུང་བ་དེ་ཚོ་ལ་པད་ལ་ང་རང་དཔེ་འདོད་པ་དུ་ར་ཨ་ནི

ད་ཧྥ་རན་སི་ལ་གླེང་ནས་ད་ད་ལྟ་བོད་པ་མཉམ་དུ་འཛོམས་ན་འགྲོ་མང་པོ་པའི་ཆ་ཡིད་དོ། བོད་པ་མཉམ་འཛོམས་ང་ཚོ་ད་ང་ཚོའི་འགྲོ་ཆ་ཤ་ན་ད་ས་སྤེན་པ་འཛོམས་དགོ་རེད་ས་ཉི་མ་ལེ་འཛོམས་དགོ་རེད་བོད་པ་མཉམ་དུ་དང་པོ་དང་པོ་ང་ཚོ་འགོ་བཙུགས་དུས་ད་ཧྥ་རན་སི་ལ་དང་པོ་གླེང་དུས་ནི་ཁ་ང་ཚོ་ལོ་སར་འགྲོ་ད་དུས་བྱས་པར་ཐུག་གི་མིན་དོ་ད་དེང་སང་ང་ཚོ་དཔེ་ཚང་མ་མཉམ་དུ་མང་པོ་འཛོམས་བོད་པ་ཕ་ཚུ་ངོ་ཤེས་མ་མང་པོ་འགྲོ་ཆ་ཨ་ནི

ད་ནངས་ཚོ་བོད་པ་ཚོ་ཕར་ཚུར་རུག་རུག་འཛོམས་རྡོག་འཛོམས་བྱས་པ་དང་དེ་ཕྱི་ཐང་ཆ་ད་ཕྱི་རྒྱལ་ལུང་པ་ནང་ནས་ཕར་ཚུར་མང་པོ་ཞིག་ཁ་གྲམ་བསྡད་ཡོད་རེད་ན་ཡང་མང་པོ་ཞིག་ཚུར་རུག་རུག་དང་འདུ་འཛོམས་བྱས་པ་དེ་ཡང་གཙོ་བོ་ད་བོད་ཀྱི་རིག་གཞུང་ལ་བརྟེན་ནས་ཐུགས་རྗེ་འདུ་འཛོམས་བྱས་ཆགས་ཀྱི་འདུག་དེ་འདི་ཙམ་པ་ལ་ང་ཚོ་གི་ནམ་རྒྱུན་ལྡན་ནས་ད་རིག་གཞུང་གཞས་དང་ཞབས་བྲོ་ཡིན་ན་རེད་དེ་ཚོ་རིག་གཞུང་དེ་ཚོ་གལ་ཆེན་པོ་རེད་ལགས་ཀྱི་རྒྱུ་མཚན་ཡང་ཕ་སྐད་ཐུགས་རྗེ་ཡིན་རྒྱུ་རེད་དྲན་གྱི་འདུག་དེ་འདི་ཙམ་པ་ལ་མུ་མཐུད་ནས་ན་ཡང་རིག་གཞུང། ཞེས་དང་ཞབས་བྲོ་ཡིན་ན་འདྲ་རིགས་བོད་མི་རིགས་ཀྱི་རིག་གཞུང་ག་ནས་འདྲ་ཞིག་ཡིན་ན་དེ་ཚོ་ཐུགས་ལ་གནས་མུ་མཐུད་ནས་འབད་བརྩོན་གནང་ཡོད་ཕ་མ་ཚོ་ཡིན་ན་མུ་མཐུད་ཇོ་ཇོ་གནང་གལ་ཆེན་པོ་རེད་དྲན་གྱི་འདུག་ཡང་ཁྱེད་རང་ངོས་ནས་ད་མཐའ་མ་འདི་ལ་ཁོང་རྣམ་པ་ཚོ་ལ་མི་ཚེའི་བསམ་ཚུལ་འདྲ་བོ་སྐྱེལ་ཞུ་ཡག་ཡོད་པས། བསམ་ཚུལ་འདྲ་བོ་དང་ཁ་ལ་ནི་ད་བུ་ང་ཚོ་ཕ་མ་དེ་ཚོ་དཔེ་ཡིས་དཀའ་ལས་བརྒྱལ་ཡི་འདུག་ར་སྤུ་གུ་དེ་ཚོ་བུ་ཆུང་ཆུང་དེ་ཚོ་དམིགས་བསལ་ང་རང་གཅིག་གཅིག་དྲུག་འགྲོ་ཡི་ན་ད་ཕ་མ་དེ་ཚོ་ཉི་མ་རྟག་པར་སླེབས་འོག་དེ་ཞོགས་པ་ཞོགས་པ་ང་འོ་འཛོམས་ནས་སྤུ་གུ་དེ་ཚོ་བུའི་སློབ་གྲྭ་ལ་འགྲོ

ཡར་རྒྱས་འགྲོ་སྟངས་དམིགས་བསལ་བཏང་ན་སྟབས་པེ་ཡག་པོ་ར་ཡར་རྒྱས་ཡག་པོ་བཏང་ན་དཔེ་ཡག་པོ་རེད་ནས་ང་རང་གི་བསམ་པ་ད་ཆོས་ཤིག་ང་འགྲོ་རྒྱུགས་རིང་པོ་བསྡད་ན་བསམ་རྒྱུ་དུ་ར་ཆོས་ཤིག་ང་འགྲོ་མུ་མཐུད་ནས་ད་ང་ཚོའི་བུ་བུ་བསླབ་རྒྱུ་ཕྲུ་གུ་དེ་ཚོ་ལ་ཡང་ཡང་བསྐྱར་བུ་ཆུང་ཆུང་ངའི་བསླབ་རྒྱུ་བུ་དེ་ཚོ་གྱིས་ཡང་ཁོ་ཚོ་ཆེན་པོ་ཆགས་ཡང་བུ་གཞན་པ་ལ་བསླབ་པར་འདོད་དོ་ང་རང་དེ་བསམ་ཚོད་ཟིན། དེ་རྗེས་ལ་ད་བསྐྱར་འདྲི་ཞུ་བ་དེ་ང་དང་ད་ཁོང་ཡིན་ཨ་ནི་ཐོག་མ་དེར་ཁྱེད་རང་གིས་ཁོང་རྣམ་པ་ལ་ངོ་སྤྲོད་ཅིག་གནང་རོགས་གནང། ཅི་ཞིག་ལས་ངའི་མིང་ལ་ཏིན་ཅི་ཞོལ་སོ་ཡིན་ང་ལོ་བཅོ་ལྔ་ཡིན། འདོད་ཁ་སྐད་ལ། སྤྱི་ཟླ་གཉིས་བར་ལ་གོ་ཚོད་ཡིན་རྒྱལ་ཁ་དགེ་ལེགས་ཁ་རལ་དགེ་རྒན་གསར་བ་ཡིན། ཚོར་སྣང་ལ་ན། སྐྱིའུ་འདུག་ཁ་ཞིག་ན་ན་ང་ཚོ་ང་རང་ཚོ་འདྲ་བོ་ལོ་ཆུང་བརྒྱུད་འདྲ་བོ་སྐད་རྒྱག་རག་ནི། གཅིག་གིས་གཅིག་ལ་ཞེ་ལབ་ཡག་འདྲ་བོ་དང་སོ་སོ་རིག་གཞུང་མ་སྟོན་ཡག་འདྲ་བོ་ཡིན་འདུག་དེ་འདྲ་བཞིན་སྐྱིའུ་འདུག། དང་པོ་ངེད་ལ་ཅི་ཞིག་ག་རག་པོ་འདུག་ཁ་ཞིག་ན་ན།

ཚོར་སྣང་ལ་ན། ནམ་རྒྱུན་ནི་བོད་པ་འགྲོ་མང་པོ་ཐུག་ཡོད་མ་རག་ཨ་ནི། ད་ཕྱི་ཕྱི་ག་འགྲོ་ནང་ལོ་རྫིས་བྱས་བོད་པ་རོགས་པ་འགྲོ་མང་ང་བྱས། བོད་པ་མི་མང་མཉམ་དུ་མང་ང་འགྲོ་ཡས་འགྲོ་དེ་གླེ་གི་འདུག་ཨ་ནི། དཔེ་ཡག་པོ་རེད་བསམ་གི་འདུག་ཡ་གི་ལ་ན་ད་ཡ་གི་བཏང་ན་ད་བོད་མང་པོ་འགྲོ་ཆག་གི་དང་ཡ་གི་ད་ལྟ་ང་རང་བསམ་ན་དཔེ་ཡག་པོ་འདུག་བསམ་གི་འདུག་ད་དུས་ཕ་མ་དེ་ཚོ་ད་སྤུ་གུ་དེ་ཚོ།

ལས་འགན་འདི་འཁུར་དུས་སྐབས་ལ་ནི། ལོ་བཞི་འགྲོ་ས་ད། ད་ང་ཚོ་བོད་པ་ཆགས་དུས་སྐབས་ལ་ནི་བོད་པ་སྤྱི་ཚོགས་མཉམ་ཞུགས་བྱེད་དུས་སྐབས་ལ་ནི། ད་ལས་འགན་ཤིག་འགྲོ་ཡོད་ར་ནི་ད་ག་རེ་ཐོག་ཡོད་དུས་དཀའ་ལས་རྒྱག་དུས་སྐབས་ལ་དཀའ་ལས་མེད་ཨ་ད་ཡོང་སྲིད་ཀྱི་མ་རེད་ར། ཨ་ནི་དང་ཤོས་དེ་ག་རེ་རེད་ལགས་ཁ་བྱེད་ན་ང་ད་སློབ་གྲྭ་ལ་ཡོད་ར་ང་རང་སློབ་གྲྭ་རྒྱང་ཐག་རྒྱག་བཞིན་པ་ཡིན་ང་ལི་སི་ནང་ཡོད High School།

བྱས་ན་འཁྲབ་དོན་ཡོད། ང་རང་ད་ལྟ་ད་ལྟ་བར་དུ་ནི་དེ་ཚེ་མང་པོ་བསླབས་ཟིན་དེ་ཚེ་འབྲི་ལྔ་བུ་ད་བུ་མོ་དང་དེ་ཚེ་ཆུང་ང་བུ་ད་བུ་མོ་བསླབས་ས་དུས་ཁོ་བོ་ལ་སྤུ་གུ་ལྔ་བཅུ་དྲུག་བཅུ་ཟེར་བ་ཆགས་ཀྱི་འདུག་ར་ཨ་ནི། དེ་ནས་ང་ག་རེ་དོ་སྣང་བྱུང་ས་ག་ཕྱིན་ན་ནི་ད་དམིགས་བསལ་དེང་རབས་ཀྱི་གཞོན་ཤོས་ཀྱི་དེ་ཚོ་སྤུ་གུ་ཚོ་ད། དམིགས་བསལ་བོད་པ་གི་རིག་གཞུང་དེ་ཚོ་དམིགས་བསལ་གྱི་དོ་སྣང་འགྲོ་མི་འདུག་ཡིན་ན་ཡང་ད་དེང་སང་སྒོར་གཞས་ད། ང་ཚོ་འཛམ་གླིང་གོ་ཨེ་ལ་ད་སྒོར་གཞས་ཁྱབ་བསྡད་ཡོད་ར།

ད་ཉི་མ་རྩིས་ཤིག་བྱེད་ཁ་ཆེ་ན་ང་དང་ཆོས་ཆོས་དུས་སྐབས་ལ་ནི་ང་ཚོ་སྡོད་ཁ་ནང་ལོ་ལ་མི་རེ་གསུམ་པ་ཞོ་མ་རེ་མི་བཞི་ལྔ་ཟེར་བ་ཞིག་མི་རྒྱུ་རེ་རག་འོང་དུས་སྐབས་ལ་ཨ་ནི་ད་ལོ་རེ་རེ་རེ་རེ་ད་ང་ཚོ་ལོ་སར་ད་ག་རེ་ནས་ད་དེ་ཚོ་འཚོགས་ཀྱི་ཡོད་ར་བར་དེ་དེ་ཚོ་མ་འཚོགས་དུས་སྐབས་ལ་ནི་མི་ཡང་ད་མཉམ་ཞུགས་བྱེད་མཁན་མང་ཨ་ལི་ཡིད་དོ། མི་ཏང་ཉེ་ཡིན་ག་ཕྱིན་ན་ཡང་ཨཱ་ནི་ཁྲམ་ཉེ་ཡིན་ན་ཡང་གཉིས་ཀའི་ཐོག་ནས་ནི་མའང་འགྲོ་གི་ཚོ་ལས་སྲ་ཡ། ཨཱ་ནི་འབྲས་བུ་འགྲོ་གཞན་པ་ག་རེ་ལ་ག་ཕྱིན་ན་ནི། ད་ང་རང་ཐོག་ཡིན་ག་ཕྱིན་ག་ཕྱིན་ན་ཡང་ནི་ང་ཚོ་ད་ལྟ་སྒོ་ཁྲལ་གྱི་ད་ལྟ། ནུས་པ་དགྲ་བོ་དང་ག་རིག་ན་ཡང་ནི། མི་ཡིན་སྐད་ཆ་བཤད་སྟངས་དང། ག་རེའི་ཐོག་ཡིན་ནའི་ད་ཡོད་ར། མི་ཁྱི་སོ་ན་ན་ད་འགྲོ་སྟངས་དང་མི་སྟོན་སྟངས་དང་ག་རིག་ན་ཡང་ད་སུ་སུ་ཆ་ཡོད་འདི་ཡར་རྒྱས་འགྲོ་སྲིད་ར། ཨ་ནི་ཚོགས་པ་ཡིན་ཟོ་ད་ད། ང་ཚོ་ད་ད་འཁྲབ་ཉེས་ཡིན་ཟོ་ཡོད་ར། ཉི་མ་ཨེ། ད་ང་ཚོ་ད་ད་ཕྱི་རྒྱལ་ལུང་པ་ཡོད་དུས་སྐབས་ལ་ནི་ད་དམིགས་བསལ་ཆུ་འཇུ་སྤུ་གུ་ཆུ་འཇུ་ཡིན་ཟོ་ནི་བོད་པ།

ང་རང་ཆུང་དུས་ནས་ནི་ཕ་མ་ཡི་ཡོད་ར་ཨ་ནི་སོ་སོའི་ད་ངོ་བོ་པོའི་སྐད་ད་བོད་པའི་རིག་གཞུང་དང་ཨ་ནི་རིན་ཐང་ལ་ཅི་ཟེར་བྱེད་དགོས་པའི་གལ་ཆུང་པོ་རེ་གཉིས་མ་ད་ཆུང་དུས་ནས་གོ་ལབ་ཀྱི་རེད་ར་ཨ་ནི་ང་ད་ད་དི་གོ་སྐབས་དི་དགེ་རྒན་གི་དགེ་རྒན་གི་ཆ་ཡེ་ད་དི་གོ་སྐབས་རག་དུས་ང་དཔེ་དཔེ་སྤྲོ་སྐད་ཟེར་ར་ཨ་ནི་ང་རང་ད། བོད་པ་ཞིག་ཐོག་ཡིན་ན་ཡང་མི་ཞིག་ཐོག་ཡིན་ན་ང་པའི་སེམས་ཤུགས་ཚ་བོ་ཡིན་ར་ཡ་ཚོགས་པ་ཆེད་དུ་ཡིན་ན་ཡང་སོ་སོ་གི་བོད་པ་རིག་གཞུང་དང་ག་རེ་ཐོག་ཡོད་དུས་སྐབས་ལ་ནི་ད་སྤུ་བོ་གཞན་པ་དེ་ཚོ་ལ་ནི་ཞེད་སྣང་འཁྲབ་འདོད་གཅིག་པུ་ལས་ད་གོ་སྐབས་དེ་རག་མ་ཟད་ད་ཁོང་ཚོ་གི་ནི་བོད་པ་གི་ང་ཚོ་ནམ་རྒྱུན་དེ་ད་ང་ཚོ་བོད་རང་རིག་གཞུང་དང་བོད་པ་གི་ད་ལོ་རྒྱུས་དང་ག་རེ་ཐོག་ཡིན་ན་ཡང་ད་བོང་མང་པོ་ཞིག་ལབ་ཐུབ་དུས་སྐབས་ལ་ནི་ང་ཚོ་ད་རྡོག་རྩ་གཅིག་སྒྲིལ་དེ་མང་བ་ཆགས་ཀྱི་ཡོད་པས་ནི་འོང་འདི་ད་ང་པས་སྤྲོ་རུ་ཆུང་ཟེར་ར་ཡ། ཨཱ་ནི། གཞན་པ་གར་ལས་ན་ནི། བསམ་ཚུལ་རོ་གར་བཤད་ལ་ན་ནི། ད་ལྟ་ང་ཚོ་ཚོགས་པ་ཡིས་ད་ག་རེ་དཀའ་ངལ་འཕྲད་རྒྱུ་ལ་ན་ནི། ང་ཚོ་ལོ་རྟག་པ་རེ་ཞིག་ད་དུས་འཁོར་རུ་འཚོགས་དུས་སྐབས་ལ་ནི་ང་ཚོ་ཚོགས་ཁང་གཡར་གུ་ཐུག་གི་ཡོད་ར་ཡ། ཨཱ་ནི། ད་འོང་འདི་ཆུད་དུ་ནི་དཀའ་ངལ་དེ་སེལ་ཐབས་བྱེད་བའི་ཆུད་དུ་ནི་ང་ཚོ་ད་ལྟ། ཚོགས་ཁང་ཞིག་ད་ཉོ་ཐུབ་ན་ཡག་པོ་བསམ་གྱི་འདུག་ར་ནས་འོང་ཆེད་ནི། ཨ་ནི་བསམ་ཚུལ་རེ་ག་རེ་ཡིན་ལགས་ཞེ་ན་ད་ལྟ་ང་ཚོ་ཚོགས་པ་ཡིས་ག་རེ་དཀའ་ངལ་འཕྲད་ཀྱི་ཡོད་ལགས་ཞེ་ན་ནི། ད་ལྟ་ཚོགས་ཁང་ཡོད་མ་ར་ཨ་ནི་ལོ་རྟག་པ་རེ་བྱས་ནི་གཞན་པ་ནི་ཐོག་ནས་ད་ཚོགས་ཁང་གཡར་དགོས་ཐུག་དུས་སྐབས་ལ་ནི་འོང་འདི་ད་ང་ཚོ་ང་བསམ་ན་དཀའ་ངལ་སེལ་ཐབས་ཕྱིས་དགོས་དེ་དཔེ་གལ་ཆུང་པོ་རེ་བསམ་གྱི་འདུག་ར་ནས་འོང་ཆེད་ནི་ཁུ་ཆེ་ནི་བོད་པ་ཚང་མ་ཡོད་ར་རང་ཚོ་ད། ཚང་མ་དངོས་གནས་ཚང་མ་མཉམ་རུབ་བྱེད་ནས་ཡོད་ར་འདོག་ཟེར་གྱི་དེ་བྱས་ནས་ཨ་ནི་ད་ལྟ་ཚོང་ཚོགས་ཁང་ཞིག་ནོད་ཐུབ་ན་དཔེ་ཡག་པོ་རེད་བསམ་གྱི་འདུག་ཨ་ནི་གཉིས་པ་དེ་ག་རེ་ལ་ན་ཨ་ནི་ཕ་མ་དེ་ཚོ་ནི་སོ་སོའི་སྤུ་གུ་ལ་ནི་བསླབ་བྱ་སྐད་དཔེ་ཁས་ཆོན་པོ་བསམ་གྱི་འདུག་ད་བོད་པ་གྱི་ལོ་རྒྱུས་དང་ཆོས་ཕྱུག་ཀུན་གྲོལ་ལོ་རྒྱུས་ཡོད་ར་བྲིས་དེབ་ཀློག་ཨ་དེ་དཔེ་ཁས་ཆོན་པོ་བསམ་གྱི་འདུག་ར་ཆོས་ཕྱུག་ཀུན་གྲོལ་བྲིས་དེབ་དེ་ཀློག་ཨ་བྱས་ན་ཨ་ནི་བོད་པ་ལོ་རྒྱུས་བློ་ཡི་ནང་ལོ་ཡི་ད་ཆ་ཅན་ཅིག་རེད་ར།